ད་ང་ཚོ་མ་མཐའ་ཡིན་ན་ད་རེས་ཉི་མ་གཅིག་གཏོགས་རག་གི་མ་རེད། ཐང་རང་ཤ་ཚ་ཟེར་ན་ང་ཚོ་འགྲོ་ས་ཡོད་མ་རེད་ཟེར་ན་ཨོ་ཁོ་ཡིད་མ་གཅིག་ལ་བག་པོ་རེད་ཟེར་ན་བག་པོ་ནི་ཟེར་ན་གཞི་ནས་ཚགས་པ་ཡིན་འདུག་ཁོ་གིས་དཀོན་མཆོག་གསུམ་པོ་དེ་ལ་དད་པ་རང་ཡོད་མ་རེད་ཡིན་ནའི་སངས་རྒྱས་དང་ཆོས་དང་དགེ་འདུན་གསུམ་པོ་དེའི་མཚན་ནས་འགྱོད་པ་ཙམ་གྱིས་གདོང་འདྲེ་ཐ་གོ་མ་རེད་ད་ང་རང་ཚོ་དད་པ་དང་བཅས་པའི་སྒོ་ནས་དེ་བྱས་པ་ཡིན་ན་ད་ཉིན་པར་དུ་ཡང་ནི་མེད་དང་མེད་མ་ཡིན་གྱི་གནོད་པ་སྲུང་ཐུབ་རུ་བ། སྲུང་ཐུབ་པ་ཐག་བེད་ཆོད་པ་རུ་བ་ཧ་མ་ང་རང་ཚོ་སྦྲུམ་མ་བྱིས་པ་བརྒྱད་བཟི་གཉིས་དང། སྦྲུམ་མ་བྱིས་པ་བཅུ་དྲུག་བཟས་ཙམ་དང་དེ་འདྲ་འདུག་ཨང།

ནོངས་པའི་སྦྱོར་སྒོ་དེ་དག་ནི་ཤི་གཡོག་མ་རེད་ཟེར་ནོངས་པའི་སྦྱོར་སྒོ་དང་ངན་སོང་གི་སྒྲོག་པའི་ཐོག་མེད་དུ་སྐྱོང་བ་གང་ན་ཡོད་མ་ཤེས་པའི་རང་ལྟ་བལྟས་པ་ཡིས་རང་གིས་རང་ལྟ་བལྟས་པ་ཅི་རེད། ཇོ་བོ་ཆེན་པོ་སྤྱོད་འགྲོས་དང་ལས་འདྲ་ཁོ་ནར་ཉེས་ཆེ་བ་ཟེར་ནས་བསྟན་པའི་མཚན་ལ་ཡང་བླ་མ་སྤྱོད་འགྲོས་པ་དང་བླ་མ་ལས་འདྲ་པ་ཞེས་གསོལ་བ་བྱུང་དེ་ཡི་ཚུལ་ཇོ་བོ་སེམས་དཔའི་ང་ཡི་མིང་དེས་ཀྱང་བསྟན་པ་ལ་ཕེབས་སོང་དེས་ན་རང་རེའི་ཆེ་ཁག་ལག་ཏུ་མི་འཁེལ་བའི་སྤྱི་རྫོང་དགུང་ལོ་བརྒྱད་པ་བས་སྤྱོད་འགྲོས་གནང་བརྡ་བྱས་ན།

ཆོས་གང་ལ་བཟང་མོ་རེད་དེ། ཉམས་ལེན་བྱེད་ཁྱེད་ཅག་ནི་བཟང་མོ་མ་རེད། འཆི་བ་རྒྱུད་ལ་སྐྱེས་པས་ཟིན་ན་སྤྱང་གྲུང་ཚིག་གསུམ་ཟོས་པ་ཡིན། སྤྱང་གྲུང་ཚིག་གསུམ་སངས་རྒྱས་ལ་སྤྱད་དུ་ཆུ་ལ་སྤྱད་རྒྱལ་འདྲེ་ལ་སྤྱད་སུ་ཆོག་ཚེ་དེ་བཟང་པོ་དེ་ཟབ་མོ་རེད། ཞེས་གསུངས་སོ། ཆུ་ལ་སོགས་པ་དང་མེ་ལས་རྩོལ་བ་ལ་སོགས་པ་དེ་ཚོ་བྱུང་བ་ཡིན་ནའི་དེ་ནས་སྤྱང་གྲུང་ཡག་པོ་ཅིག་བྱས་པ་ཡིན་ན་དེ་ལ་འཇགས་ཐུབ་གོ་རེད། ཉུང་དུ་མཚུངས་ཀྱང་ཡང་ད་ལྟ་སྤྱང་གྲུང་སྐྱེས་པ་ལ་བརྟེན་ནས་བྱས་པ་རྒྱུད་ཐོད་ཀྱི་འབྲས་བུ་ཚེ་འདིའི་སྐྱེས་ཉེས་གང་བྱུང་ཡང། དེ་མ་ཐག་སྤྱང་གྲུང་ལ་ཞུ་བ་དང་བློ་ནི་གང་བསྐུངས་པ་དེ་ཡི་རྗེས་སུ་འགྲོ་བའི་ཆོས་ཉིད་ཡིན་པས། ཤི་ཁ་ཡང་སངས་རྒྱས་ཀྱི་རྗེས་སུ་དྲེགས་པ་སོགས་འབྱུང་སྟེ་མདོ་སྡེ་གཉིས་འཛིན་གྱི་རྒྱལ་པོ་ལས། སྤྱང་གྲུང་ཡོད་ནི་ང་ཚོ་ད་ལྟ་ལོ་ཐ་ཐུབ། ཐང་ཐང་ཡོད་དེ་གོ་ལའི་ཡང་ནས་ཡང་དུ་གྱེས་ནས་དཀོན་མཆོག་གསུམ་པོ་ཡང་ནས་ཡང་དུ་དྲེགས་པ་ཡིན་ན་ཤི་ཁ་ལ་ཁ་རེད་དེ་གོ་ལའི་དཀོན་མཆོག་གི་ཡོན་ཏན་དེ་དྲན་འོང་གི་རེད། དེ་དྲན་པ་ཡིན་ས་ཤི་ཁ་ལ་ཁ་ལའི་དཀོན་མཆོག་གི་ཡོན་ཏན་དྲན་པ་དང་མ་མ་ཡས་ཀྱི་གྲོ་དེ་མ་ཡས་ཀྱི་ཤི་ཐོབ་པ་ཡིན་ན་དེ་ནི་འགལ་འབྲེལ་ཐོག་མ་ཐོག་དེ་ཚོས་ནི་དེ་ཡོད་མ་རེད་གོ་བ་ཐོག་ཡང་གོ་བོ་མ་རེད། དཀོན་མཆོག་དྲན་བཞིན་པའི་སྒོ་ནས་ནས་ཤི་ཐོབ་པ་ཡིན་ན། འགལ་འབྲེལ་གྱི་གོ་བོ་ཐོག་མ་ཐོག་དེ་གོ་བ་ཐོག་ཡང་གོ་བོ་མེད། དེ་ག་རེ་ཟེར་ན་ད་ལྟ་ཉིད་ནས། གོང་བཞིན་ཡག་པོ་ཅིག་ཕྱག་མ་བཅོས་པས་ནི་ཤི་ཁ་ལ་ཁ་རེ་སྟེ་ལུས་ཀྱི་ན་ཚ་ཆེན་པོ་གཟེད་པར་བ་སྦྱང་བ་དེ་ཚོ་སྤྱིར་བསྡུས་འདུག་སྟེ་དེའི་སྐབས་སུ། སྔ་རབས་མ་གོང་བ་ཆེས་གློ་བུར་དུ་ཕྱག་འོང་ཡང་དཀའ་བ་ནི་ཡོད་མ་རེད་ཕྱག་བསད་ཀྱི་མི་འདུག་ང་ཚོ་ཤི་ཁ་ལ་ཁ་མེད་དེ་ཚོ་ཁྲི་ལ་སྦྲུལ་དུ་བཀོད་ལ་ཕ་མ་རང་ཉིད་གོམ་པ་ག་རེ་ཡོད་བས་ད་ག་རང་ཕྱག་འདུག་མ་ཐོག་སྔ་རབས་མ་གོང་བ་ཆེས་ཙམ་ནས་ཕྱག་འདུག་མི་འདུག་བ། ཞེས་བྱ་བ་ཡིས་ནི་སྐུ་གཅིག་དོན་གསལ་ཚིག་གིས་སྐྱོ་བར་མ་ཐོག་དེའི་གོང་ལ་ཚིག་ཁ་ཤས་ཅིག་ཡོད་རེད། ཡེ་ཤེས་དཔག་ཏུ་མེད་པ་ཐུང་ངུ་དེའི་ཚེ་དག་སངས་རྒྱས་ཀྱི་སྐུ་དང་གསུང་དང། ཆོས་ལ་སོགས་པ་དེ་ཚོ་ཡང་ནས་ཡང་དུ་དྲན་པར་བྱེད་དགོས་རེད། རྟག་པར་རྗེས་སུ་དྲན་པར་དགོངས་བྱེད་ན་ཚེ་དུས་རྟག་ཏུ་ནི་སངས་རྒྱས་ཀྱི་སྐུ་གསུང་ཐུགས་ཀྱི་ཡོན་ཏན་དེ་ཡང་ནས་ཡང་དུ་དྲན་པ་ཡིན་ན། ང་རང་ཚོ་སྨན་སློང་ནང་ལས་སྟོང་ཤིག་ཟིག་ག་དྲན་པ་དེ་འདྲ་ཆགས་ཀྱི་འདུག་གམ། སངས་རྒྱས་ཀྱི་སྐུ་གསུང་ཐུགས་ཀྱི་ཡོན་ཏན་དེ་ཡང་ནས་ཡང་དུ་དྲན་པ་ཡིན་ན་སྨན་སློང་ནས་སྟོང་ཤིག། ཤི་ཁ་ལ་ག་རེ་དེ་ག་ལས་སངས་རྒྱས་ཀྱི་སྐུ་གསུང་ཐུགས་ཀྱི་ཡོན་ཏན་དེ་དྲན་འོང་དགོས་རེད་བ། དེ་ལ་སྲི་ཞུ་ར་ཏུ་བབས་པར་བརྗོད་ཟེར་དེ་ལ་སྲི་དེས་ནི་བག་ཆགས་དེ་རྒོལ་བྱས་ནས། དེ་བོར་འོང་གི་རེད་ཟེར། ཞེས་དང། ལུས་དང་ངག་དང་ཡི་རང་དུང་བ་ཡི་རྟག་ཏུ་སངས་རྒྱས་རྟགས་ཀྱི་སྔགས་པ་བརྗོད་ཟེར། ལུས་ངག་ཡིད་གསུམ་ཡི་སྒོ་ནས་ནི་སངས་རྒྱས་ལ་སྔགས་པ་བརྗོད། དེ་ལྟར་བྱས་ནས་སྲིན་གྱི་རྒྱུད་བསྒོམས་པས་ཟེར། སྲིན་གྱི་རྒྱུད་ལ་བབས་ཡང་ནས་ཡང་དུ་བསྒོམས་པ་ཡིན་ན་ཉིན་མཚན་དུ་ཡང་འཇིག་རྟེན་མགོན་པོ་ཐོབ་ཟེར། ཉིན་དང་མཚན་མོ་ཐམས་ཅད་དུ་ནི་འཇིག་རྟེན་མགོན་པོ་དེ་རང་གི་བློ་ལ་ཤར་འོང་གི་རེད། ནང་ཤི་དེ་ནི་ནང་ཞིག་མི་འདི་ནི། ཤི་ལ་ཐོབ་པའི།

ཕན་ཡོན་གྱི་ཆ་ནས་བརྩོན་འགྲུས་ཀྱི་ལྷོ་ཆ་ཡོད་རུང་ལྷོ་ཆ་དེ་ལ་སོ་སོ་བའི་ལྷོ་ཆ་དང་ཐུན་མོང་ལྷོ་ཆ་གཉིས་བྱེད། དང་པོ་སོ་སོ་བའི་ལྷོ་ཆ་ལ་དགག་པའི་ལྷོ་ཆ་དང་སྒྲུབ་པའི་ལྷོ་ཆ་གཉིས་ལས། དང་པོ་ནི་སངས་རྒྱས་ལ་ལྟོས་ཚུལ་སོགས་ནི་རྗེས་སྤྲོས་པའི་ལྷ་ལ་སྤྱོད་ཚུལ་བས་སོ་མི་སྐྱེའི་ཟེར་དེ་ད་ཀྱིས་བཤད་ཐུབ་པར་བྱ། ད་ལྟ་དགེ་སློང་འགའ་རེས་ཀྱང། དེ་ནས་གྲ་མ་འདྲི་ཞིག་བྱུང་སྟེ་འོ་ཐོབ་པ་ན། རྗེས་སྤྲོས་པའི་ལྷ་དེ་ཡི་རྩར་སོང་ནས། ཕྱག་དམར་མགོ་དགུ་འཚལ་བ་ནས། མཆོད་པས་སྐྱེས་དྲངས་པ་མཆོད་པས་རྐང་དྲངས་པ་དེས། ཞབས་འདྲི་རེ་ཟེར་བ་ད་དེ་ཞབས་འདྲི། ཡིད་གཏད་པའི་ལྷ་སྐད་དེ་འདྲ་ལ་སྒྲོལ་བྱེད་ནི། ཕྱག་དམར་ཧོ་ཧོ་ཅེས་ཐོས་སོ་ཚད་དེ་སྐད་དེ་འདྲ་འདུག། འོ་ཐོག་དེ་ཀོ་ལ་དཀོན་མཆོག་ལ་བསླུ་མ་སྐྱེས་པའི་རྟགས་རེད། དེ་ཤུད་པའི་གེ་ནས་ཀོང་གྲོང་པ་ཡེ་སི་པའི་ཞབས་འདྲེན་ཞུས་པ་རེད། སྔར་བཤད་པ་ལྟར་ཁྱོད་ལ་སྙིང་རྗེ་ཙམ་བྱུང་ན་རང་རྒྱུད་ཀྱི་སྐྱོན་འགྲོ། རང་རྒྱུད་ཀྱི་སྐྱོན་འགྲོ་སྡོམ་པ་ཡི་རྗེས་འགྲོ་བས། ནོངས་པའི་གྲལ་ནས་བས་ཚར་བ་ཡིན། དེ་ནས་བཟུང་སྟེ་ནོངས་པ་སངས་རྒྱས་པ་དྲང་ནོར་སྤེལ་ཚར་བ་རེད། འོད་ཀྱང་ལྷ་ཀླུ་རྒྱ་རྩེ་སོང་ལ་ཀོང་མ་དང་སོང་གསོལ། སྟོང་ནས་ཆུ་ཐོད་ཀྱི་དྲོད་སྐྱོང་བ་དང་རང་ཡང་ཟེར། ཆུ་ཐོད་ཀྱི་དྲོད་སྐྱོང་བ་ལ་དེ་གཉིས་པ་ཡོད་མ་རེད། ང་རང་ཚོ་ནག་དེ་ཀོ་ལ་ཨ་མཆིས་དེ་ང་གྲོ་གུ་དུང་བ་དེ་ཚོ་བྱེད་པ་རེད་སྐྱོ་སུ་འགྲོ་མི་དགོས་ཏེ། གཞན་ལ་གཉིས་པ་དེ་ནི་ལས་ཀ་རོ་སྐྱོ་བ་ལ་སྐྱོ་སུ་འགྲོ་མི་དགོས་པ་དང་འདྲ། སོ་སོའི་ལས་ཀ་མ་འཇོན་པ་དེ་མེ་ལ་ནི་གཉིས་པ་བསྟེན་གྱི་གླ་ཆ་བསྟེན། གླ་ཆ་བསྟེན་གྱི་ནི་མེ་གཞི་མ་བྱེད་རུ་སྐྱི་སེ་དེ་ཚོ་བྱེད་པ་རེད། ཆུ་ལ་སྐྱོ་སུ་སོང་བ་ནི་སེང་གེ་ལ་གནོད་འཚེ་མི་བྱེད། ཨོ་དེ་འགའ་པས་ལྷོད་རེད། སངས་རྒྱས་ལ་སྤྱོད་ཚུལ་འདྲི་བའི། དགའ་བའི་ལྷོ་བྱ་དེ་ཡིན་ན། འཇིག་རྟེན་པའི་ལྷ་ལ་སོགས་པ་དེ་ཚོ་ལ་སྤྱོད་ཚུལ་མི་འདྲི་བ་བྱེད། ཆོས་ལ་སྤྱོད་ཚུལ་འདྲི་བའི་དགའ་བའི་ལྷོ་བྱ་དེ་ཡིན་ན་སེམས་ཅན་ལ་གནོད་འཚེ་སྤངས་པ་དེ་བྱེད། གནོད་འཚེ་ཡང། སྲོག་གཅོད་རྡོ་རྡེག། ཁྲོས་པ་སོགས་གནོད་པ་བྱེད་པ། རྟགས་བྱེད། མ་འོངས་པའི་ཁྲེ། མ་ཡོད་པའི་ཁྲེ་རྒྱས་པ་དང། ནི་ཁྲེ་ཡིན་ན་རྒྱལ་པོའི་ཁྲེ་ཡིན་ན་ཡོད་པ་ཅིག་རྒྱས་དགོས་ར་མ་གཏོགས་མི་འོས་པའི་ཁྲེ་རྒྱས་པ་ཡིན་ན། སེམས་ཅན་ལ་གནོད་འཚེ་བྱེད་པར་བ་མ་འོས་པའི་ཁྲེ། ང་ཚོ་སེམས་ཅན་ལ་རྒྱགས་བསྐྱེད་པ་དུད་འགྲོ་དག་པོ་ཡང་ལོག་ཏུ་མི་འཐོད་པའི། ཁྱེད་ཅི་མོ་རྒྱལ་བ། ཚུལ་ཡང་གནོད་འཚེ་ཡིན་པས་མི་རུང། སྡོམ་པ་བླངས་པ་དེས་ཟེར་ན་སེམས་ཅན་ལ་གནོད་འཚེ་བ་འགོར་བ་སོ་སོར་བལྟ་བའི་སྡོམ་པ་ནི། སྲོག་ཆགས་ལ་གནོད་པ་སྤངས་པ་ཡིན། དེ་ཡི་ས་ནི་ཆུ་ལ་ལོངས་སྤྱོད་པ་དེ་ཡིས་ཟེར་ན་ཡང་ནོར་དང་ནོར་ལ་ཆུ་ལ་ལོངས་སྤྱོད་དགོས་པས་དེ་ནས་སྲོག་ཆགས་ལ་གནོད་པ་སྤོང་བའི་ཕྱིར་ཚེ་ཆུ་ཚགས་དེ་བསྐྱང་ཞིག་ཟེར་ནས་གཏད་དགོས་པ། དེ་འདྲའི་ཆུ་ཚགས་བསྐྱངས་པ་དེ་དེ་ནས་བཟང་སྟེ་སོ་སོར་བལྟ་བའི་སྡོམ་པ་དང་ལྡན་པ་ཡིས་ས་སྲོག་ཆགས་གང་ལ་ཡང་གནོད་པ་མི་བྱེད་པར་དགོས་ཟེར། དེའི་ཚེ་ནི་ཡུལ་གྱི་གཞན་ལ་ཡང་སྲོག་ཆགས་ལ་མི་གནོད་པར་དགུག་གསོ་ཟས་སྟོབས་སུ་བཏུང་བ། བར་དོ་སུ་བྱེད་ན། སེམས་ཅན་ལ་གནོད་པ་སྤོང་བ་སྟེ་ངེས་པར་དུ་དགུག་གོ། དེ་གྱིས་ཕྱིས་ཞུགས་ཀྱི་རེ། དགེ་འབྲས་ལ་སྤྱོད་སུ་སོང་བས་གྲོ་མི་འཐིག་ཅེས་དོ་མི་སྤྲོད་པ་སྟེ། བས་ཏེ་མི་འཐིག་པ་བསྔོ་མེད་ཀྱང་དེ་དང་ཆ་འདྲ་བའི་དཀོན་མཆོག་དང་ལས་འབྲས་སུ་ཟེར་བ་དེ་ཅང་ཨ་འདས་ན་དེ་འདྲ་བའི་བླ་མ་དང་དགེ་བཤེས་ཁ་བདེ་བའི་དག་གིས་ཤེས་པ་དང་ཡིད་བསྲེ་བའི་ཡོད་པས་དེ་དག་དང་གྲོས་འདྲི་མི་ཉན། རང་རེ་སྲས་ལ་བསྟན་པ་མ་ཐོབ་པས་དེ་དག་གི་ཁ་ལ་བལྟས་ནས

ཕྱི་རྒྱལ་གྱི་རི་དྭགས་ཕལ་ཆེར་ནི་བེ་རི་ཀི་ལས་ཡོད་རེད། ཨོ་དེ་ཡི་ས་དེ་འདྲ་དུ་ནི་གཉང་བསགས་གཉང་རྡུང་བྱེད་པ་དང་གྲོ་བོ་བྱེད་པ་ཡིན་ན། ཅོ་འདྲུ་ལྷོག་ཆག་ཏུ་འགྱེལ་འགྲོ་གི་ཡིན་པ་རེད་ད། གྲོ་སྙིང་དེ་འདྲ་དུ་རྒྱང་བསྲེགས་དགོས་ཙང་མ་རེད་ཀི། ཟེར་དུ་ཟེར་བ། ཅག་ཅག་བྱས་པ་ཡིན་ན་ངོ་མ་ཡིན་ནམ་མི་ཤེས། རྒྱལ་འདོད་ཆུ་བེ་རྒྱལ་དེ་འདྲ་ཟེར་དུ་ཟེར་བ། རྙིང་བ་ཟེར་གྱིན་དུ་ཆུ་ནི་ཡོད་མ་རེད་སངས་རྒྱས་ཀྱི་སེམས་ཅན་ལ་སྦྱིན་ནོ་སྐུ་ཡི་ཆེད་དུ་བཤད་པ་རེད།

སྟོན་པ་ལ་སྙིང་རྗེ་མི་བྱེད་པ་བ་ཚོས་དྲངས་ཟེར། སངས་རྒྱས་ཡུལ་འོད་ཀྱིས་ནི་གཞི་མ་ཅི་ལ་དེ་བྱས་པ་ཡིན། སྟོན་པ་ལ་ཡིད་གཉིས་བཅོམ་པ་ཡེ་སྲོག་རྩ། ལྕེ་ལ་དེ་ནི་ཡིད་མ་ཆེས་ནི་གཞི་མ་ཅི་ལ་བཅོས་སུ་བསྒྲུབ་པ་ཡེ་སྲོག་རྩ་ནི་སྐྱོན་དྲུག་སྟོང་དུ་ཟེར་བ། ཆུ་ལ་བཅོས་སུ་བསྒྲུབ་བ་དེ་ཡིས་ཟེར་ན་ཆུ་ལ་བཅོས་སུ་ཆུ་བོ་སོལ་ཏེ་ཀུན་ལ་བདེ་བ་སྤང་དགོས་རོ། བདེ་བ་སྤང་ཡུལ་དེ་ག་རེ་ཟེར་ན་སེམས་ཅན་ལ་གནོད་འཚེ་སྤོང་བ་དེ་གལ་ཆེན་པོ་རེད། དགེ་འདུན་ལ་བཅོས་སུ་ཆུ་བོ་སོལ་ཏེ་ལབ་པ་ཡིན་ན་གྲོ་མི་རྩོད་པ་དང་ལྟ་བ་ལོག་པ་དེ་འདྲ་དང་གཉའ་ས་གཉའ་ཐོག་ཏུ་གྲོགས་པོ་བྱེད་རྒྱུ་ཡོད་མ་རེད། དེ་བྱས་པ་ཡིན་ན་ང་རང་ཚོ་བློ་བརྟན་པོ་ཡོད་རེད་ཅེ་ན་འོ་ཚོད་བརྟན་པོ་མེད་དེ་ཁོ་ལ་ཁོ་ཡི་ཞོག་གོ་འགྲོ་གི་རེད། ཁོ་ཡི་ཞོག་གོ་འགྲོ་གི་རེད་དེ་ཡི་ས་གྲོ་ཉིད་སྤུངས་དབང་དེ་ཞེ་དྲག་གལ་ཆེན་པོ་ཡི་ས་གྲོ་ཉིད་སྤུངས་བའི་རྒྱ་སེ་ལ་ལི་ཡིས་ལ་ལི་སུ་སྡོད་མ་ན་ཡོད་རེད་པ། ཞེས་གསུངས་པ་དེར་སངས་རྒྱས། རྙེད་པ་སྒྲུབ་པའི་ལྷོ་ཕྱག་ནི་སངས་རྒྱས་ལ་སྤྱོད་སྲོལ་སྲུང་བའི། སྲུང་བ་ནི་ཤེས་འབྲས་ལས་ཇི་ལྟར་བདེ་གཤེགས་སྐུ། སྐྱབས་སུ་མཆི་བོ་བཙན་སྒྲུབ་པའི་ལྷོ་ཕྱག་དེ་ཡིན་ན་སངས་རྒྱས་ཀྱི་སྐུ་གཟུགས་ཡིད་ཕྱིན་ཆད་དེ་ལ་ནི་ཕྱག་རྒྱ་ཡེ་ནས་འདའ། རྒྱུད་བཟང་པོ་ཡིན་ནའི་འདྲ་མེད་ནའི་འདྲ་ཚང་མ་ཐམས་ཅད་སངས་རྒྱས་དངོས་ཀྱི་གདུལ་བྱའི་བཞག་གོ་རེད། དེ་ནས་དེས་སྦྲུལ་པའི་ལྷོ་བྱ་རེ་རང་རིགས་རྒྱ་གར་ལས་མ་ཏོང་ཟོང་སྲིད་གསུམ་གྱི་སྐུ་ལ། དད་པ་ཆེ་བྱེད་ཀྱི་ལྷ་ཁང་གི་ཕུག་ཏུ་བཞག། བགྱིས་པ་ལས་བྱེད་པ་སོགས་ལ་དད་པ་ཆུང་ཞིང། ཕྱག་དྲུག་བསྲུང་བ་ལྟ་བུ་ལ། སྐྱེས་ར་སོགས་སུ་བཞག་ནས།

དཔེ་ཆ་དེ་ལྷོ་མགོ་བོ་ལ་བཞག་དང་བདེ་མཐུ་བོ་ལ་བཞག་དང། བཙོག་པ་བཟོས་དང་ནི་དཔེ་ཆ་ལག་པ་ཡ་གཅིག་གིས་བཟས་ནམ་ཐང་དྲི་ནག་ཁོ་རུ་གྱུར་པ་དང། དཔེ་ཆ་ལ་དཔེ་རིས་མེད་པ་བྱས་ནས་བཞག་ནམ་ཐང་ཨོ་ཐུ་ཐུ་སྐྲངས་ཏེ་ཆུ་ཁུག་དཀོན་མཆོག་ལ་དད་པའི་གདན་འདྲེན་ཟ་གོ། ཉེས་པ་དེ་མི་བདེ་བ་ཟ་གོ། ཨོ་ཐུ་ཐུ་བྱེད་རྒྱུ་ཡ་མ་རེད། ཆུ་ཐོག་ཆུ་དམའ་བ་ལ་མ་བསྐོར་བ་དེ་རྨོངས་པའི་རྒྱུ་རེད། དུད་འགྲོ་ལྟ་བུ་ལ་ཁྱི་ཡལ་གྱི་རྒྱུ་རེད། ད་ལྟ་ང་ཚོ་རྨོངས་པས་ད་ལྟ་རྨོངས་པ་ཡི་ད་ག་འདྲ་མོ་བྱེད་འདོད་དེ་ག་རང་འགྲིག་གི་མི་འདུག། དེ་ལས་རྨོངས་པའི་རྒྱུ་མ་ཟ། དེ་ལས་རྨོངས་རུ་འགྲོས་སོ་ན་ནི་ག་རེ་བྱེད་ག། ཤེས་རྟོགས་སད་དེ་དེ་ཡིན་མི་དེ་དང། དེ་ཡང། དངུལ་དཀར་དམར་ནག་དང། ཡེ་སྐྱིད་ཀྱི་གཞུང་དག་པས་ན་དཔེ་ཆ་རིན་པོ་ཆེ་དེ་འདྲ་ཅིག་བལ་ལང་ཁང་ན་ཡོད་དེ་ཡིན་ནའི་དངུལ་དཀར་དམར་ནག་ཡོད་བྱུང་སོང་ན་དེ་ཡག་འགྲོ་གི་རེད། ཡེ་སྐྱིད་ཤུལ་རྫ་དེ་འགྲོ་རུ་ཅིག་མ་གཡུག་ཤོག་འགྲོ་གི་རེད། ཧོ་དེ་ཡིན་ན་སྐྱོན་འགྲོ་མིན་པའི་རྟགས་རེད། དངུལ་རྫང་རྡོ་སོགས་སུ་ལྷུང་བ་མཐོང་བ་ན་གཡོད་པ་རིན་པོ་ཡི་ཚུལ་གྱིས་ཐབས་བྱས་ཏེ་ལས་ལ་སད།

ལྕེ་སྦྱར་མི་བྱེད་དེ་སོང་དུའང་དེ་ལྟ་བུ་དེ་ནས་དགེ་བའི་བཤེས་གཉེན་ཆེན་པོ་ཚོ་ལག་པ་བརྡལ་བ་བྱས་ནས་རིག་པ་ཡོངས་དག་སྐྱེས་པ་མང་པོ་བྱས་ནས་ཐག་གཅོད་དགོས་པ་བྱས་རེད་མ་གཏོགས་ངག་དང་ངག་ཞེས་བྱ་བ་དེ་འདྲ་ཐག་གཅོད་བྱེད་ཐུབ་ཡ་ཡོད་མ་རེད། ཡིན་ན་ཡང་ང་རང་གི་གཡོག་པོ་དེ་ཚོ་ལ་ནི། དཔེ་ཤག་ན་ཡོད་ཁྱེད་ཀྱིས་སྒང་དེ་ཕོང་ཁྲ་ཆོས་ལས་སྣོན་རྒྱག་ཟེར་གྱིས་དཔེ་ཤག་ན་ཡོད་ཅེས་རོགས། དེ་ཡིན་ན་ཡང་བདུད་རྩི་མ་འཐུང་ཡང་ཁྱེད་ཐོག་ཤི་གྱིས་ཅེས་ནས་གཙང་ས་དེ་འདྲ་ན་བཞག་རྒྱུ་ཡོད།

གསུམ་པ། ད་གིན་དུས་ཀྱི་ན་བཟའ་དཔེར་ན་ལྷན་པ་སེར་པོ་དང་དཔའ་བོ་དེ་འདྲ་ཆེ་ལང་ཀ་ན་ཡོད་པ་ཡིན་ནའི་ས་བཙོང་ས་བྱེད་མི་འདུག་དེ་ལ་དགེ་འདུན་དང་འདྲ་བ་འདུ་ཤེས་བྱེད་དགོས་རེད། འོ་ན་དེ་འདྲ་བཙོང་ལ་ཡང་མ་བསྐུར་ན་ཉེས་པ་ཅི་འགྱུར། ཉེས་པ་ཅི་འགྱུར་ཞེ་ན་ལྷ་སྲུང་བསྐུར་བའི་མདོ་ལས་ཀྱང། ཡོན་ཏན་འདོད་པ་ནང་ན་གནས་པ་ཡི་ཕ་རོལ་དག་གི་སྐྱོན་ལ་བརྟགས་ནས་ཀྱང་བདག་ནི་ཁྱད་པར་འཕགས་ཞེས་བདག་ཆོས་ཀྱི་དེ་ཉོན་དུ་ནི་སེམས་ཅན་མི་བྱའོ། འཇའ་དེ་བག་མེད་བཀོད་ཀྱི་རྩ་བ་དེ་དགེ་སློང་མེད་ལ་རྙེད་པར་ཡོད་མེད་ཀྱང་སྐྱེ་བ་གཅིག་གིས་ཐར་པ་མཐོང་མི་འགྱུར་དེ་ནི་བསྟན་པ་དེ་ལ་གུ་རེ་ཞེས་གསུངས་པ་ལྟར། ཞེས་གསུངས་པ་སོགས་ལྟར་སྦྱོང་གསུངས་སོ། འོ་དེ་དག་དགེ་འདུན་ལ་སྐྱབས་སུ་འགྲོའི། གུས་པས་ལྷོ་ཕྱག་དེ་ཡིན་ན་ལྷན་པ་སེར་པོ་དང་དམར་པོ་ཡན་ཆད་ཡིན་ན་ནི་བགྲོད་བྱེད་ནི་འབྲོང་སྟོན་པ་དང་གནོད་སྦྱིན་པ་ཆེན་པོ་ཡིན་ན་སྤྱི་བོ་ལ་བཞག་ཅིང་དེ་ལྟ་བུའི་གུར་གང་ཁྱེར་དེ་ཡིན་ན་ཡོན་ཏན་སྣ་མཁར་དཀྱིལ་མེད་པ་དག་ནི་གསེར་གྱི་མ་རེག་ཟེར་ནས་ནི་ས་སྟོང་སོགས་དེ་འདྲ་དུ་བཞག་གོ། ད་དགེ་འདུན་གྱི་ན་བཟའ་ངོ་མ་ཡིན་པ་གཅིག་གོ་རུ་མ་གཏོགས་ད་རེས་སོ་གཉིས་ཡིན་ན་མི་ཚང་མ་ཚང་གཅིག་སེར་པོ་གང་གོ་རུ་མི་ཚང་མ་གཅིག་དམར་པོ་གང་གོ་རུ་བ།

མི་མཐུན་སྐྱེ་འཆིའི་དགེ་འདུན་ལ་སོགས་པ་དེ་ཚོ་ལས་ཞི་དྲག་ལྷག་གི་རེད། དེ་ཡང་གུས་པས་ཀྱི་ནི་ཆོས་པར་འོས་པ་ཅི་རེད་སོང། ཨ་ཏོ་སུ་ཡིན་པའི་ཐ། ཨ་དེ་འདྲ་གུས་པ་མ་བྱས་པའི་ཡིན་ན་དགེ་སློང་གཅིག་ལ་གཅིག་གིས་གཅིག་ལ་དམག་བསད་ལ་སོགས་པ་དེ་ཚོ་བྱས་པ་དང་གཅིག་གིས་གཅིག་ལ་ཚེ་བཙོང་སྨྲ་བ་དང་གཉེན་སྐྱོན་བྱེད་པ་ལ་སོགས་པ་དེ་ཚོ་བྱས་པ་ཡིན་ན་སྐལ་པ་སྐྱིད་རེད་ལ་ཐར་པ་ཐོབ་ཡ་མེད་པ་ཆགས་འགྲོ་གི་རེད། རང་ཉིད་ཚེ་འདི་ཉིད་ལ་ཐར་པ་ཐོབ་ཆོག་ཆོག་ཡིན་པ་ཡིན་ན་སྐལ་པ་སྐྱིད་པ་དང་ཐར་པ་ཐོབ་ཡོང་དུ་ཕར་འགྱངས་འགྲོ་གི་རེད། ང་ཚོས་བྱང་ཆུབ་སེམས་དཔའ་བྱང་ཆུབ་སེམས་དཔའ་ལ་ཁོང་ཁྲོ་བྱེད་པ་ཡིན་ན་སྐལ་པ་ཅི་ཡི་བར་དུ་ས་གོང་མ་འཚོ་ཡས་ཏེ་ཕ་རྒྱང་རྒྱུད་ཡོད་ཟེར་ནས་མདོ་བསྡུ་བ་ལས་གསུངས་ཡོད་རེད་པ། མདོ་བསྡུ་བ་ལས་གསུངས་བ་དེ་དབུ་མ་འཇུག་པ་སེམས་བསྐྱེད་གསུམ་པ་ཁ་ཅིག་ཏུ་ལ་བགྲང་བཞག་ཡོད་རེད་པ། སྐལ་པ་གཅིག་གི་བར་དུ་ས་གོང་མ་མཐོང་བ་ལ་སྦྱང་འགྲོ་གི་རེད། ཅེས་པ་དེའི་ཕྱིར་ན་དགེ་འདུན་ནང་ཕན་ཚུན་ཡིན་ནའི་དེ། ཕན་ཚུན་ཁྲོ་སེ་བྱེད་པ་དང། ཕན་ཚུན་གཅིག་གིས་གཅིག་ལ་མ་བསྐུར་བ་བྱེད་པ་དང་གཅིག་གིས་གཅིག་ལ་གཉིས་སྐྱོན་བྱེད་པ་དང། གཉིས་མེད་ཤངས་པ་ལ་སོགས་པ་དེ་ཚོ་བྱས་པས་ཡིན་ན་རང་ཉིད་ཐར་པ་ཐོབ་ཆོག་ཆོག་ཡིན་ན་ཡང་ཐར་པ་ཅི་ཐར་པ་ཐོབ་པ་ལ་ཀ་པ་ཅི་ཡིས་པ་དེ་བར་སྦྱང་འགྲོ་གི་རེད། ཡོན་ཏན་གོང་མ་བསྐྱིས་ཆོག་ཆོག་ཡིན་ན་ཡོན་ཏན་གོང་མ་མི་བསྐྱིས་པ་ཆགས་ཀྱི་རེད། རང་གིས་གཞན་ལ་གུས་པ་ཇི་ཙམ་བསྐྱེད་པ་དེ་ཙམ་གྱིས་གཞན་གྱིས་ཡང་རང་ལ་གུས་པ་དེ་ཙམ་གྱིས་ཆེ་རུ་ཆེ་རུ་འགྲོ་གི་རེད། ས་དགེ་འདུན་ནང་ཕན་ཚུན་དེ་ཕན་ཚུན་གཅིག་ལ་གཅིག་གུས་པ་ཆེན་པོ་བྱེད་ཡས་དང་གཅིག་གིས་གཅིག་ལ་དཔེར་ན་བརྩེ་བ་ཆེན་པོ་བྱེད་ཡས་དེ་ཡིན་ན་གལ་ཆེན་པོ་དེ་དག་ཡིན་པ་རེད་དེ་འདྲ་བྱས་པས་ཡིན་ན་ནང་ཕན་ཚུན་མཐོན་པོ་བྱུང་བས་ས་ལོངས་སྤྱོད་ཤ་སྟག་ཡིན་པ་དང་རང་གི་རྒྱུད་ལས་རྟོག་པ་དེ་གང་ནས་གང་འཕེལ་དུ་འགྲོ་ཡོད་དེ་འདྲ་ཡིན་པ་རེད། དེ་ནི་བསྟན་པ་དེ་ལ་གུ་རུའི་ཡེ་ཤེས་དུའང་བསྟན། སངས་རྒྱས་ཀྱི་བསྟན་པ་དེ་ལ་གུ་རུའི་དེ་ཡོད་དེ་འདྲ་ཞིག་རེད། གཞོན་པ་གྱིས་རྒས་པ་དེ་ལ་ཡར་བརྩི་དགོས་ཡ། རྒས་པ་གྱིས་གཞོན་པ་དེ་ལ་སྐྱིད་པོ་སྐྱེ་དགོས་ཡ། ཨོ་ཙི་ཙི་འདྲ་དེ་བསྟན་པའི་གྱི་གུ་རུ་རེད། གཉིས་པ་ཐུན་མོང་གི་ལྷོ་ཕྱག་ལ་གྲོལ་ལས། དེ་ཡ་ཞིག་དེ་ཡིན་ན།

གོང་དུ་ཞུས་པ་ལྟར་ཕྱི་ནང་གི་སྟོན་པ་དང་བསྟན་པའི་ཁྱད་པར་དང། ཕྱོགས་གསུམ་ནང་ཕན་ཚུན་གྱི་ཡོན་ཏན་ལ་དྲན་ནས་ཡང་ཡང་བཅར་འདྲི་བྱེད་པའོ། བཀའ་དྲིན་སྤྲད་པའི་སྒོ་ནས་ཕྱི་ས་ཕྱི་ཚུལ་གྱི་ཕུལ་གྱི་མཆོད་པ། ཕུལ་གྱི་མཆོད་པ་ནི་སངས་རྒྱས་དང་ཆོས་དང་དགེ་འདུན་གསུམ་ཡིད་ཡུལ་དུ་མ་འབྱེད་པར་བཟའ་བཏུང་གི་སྐབས་ཐང་ཆེན་དུའང་ཕུལ་གྱི་མཆོད་པ་ཕུལ་བས་ཏེ། དེ་ལྟར་མཆོད་པ་ཕུལ་ན་ཕན་བཞིན་དུ་འཆི་བ། ཕྱོགས་གསུམ་ནི་གཞན་གང་ན་མེད་པའི་རྒྱུ་མཚན་གྱིས་ཡིན་པས་ཤིང་གསོས་ཐོག་བག་མེད་དུ་ལས་ལོགས་སུ་མ་འགྲུལ་པར་ཐ་ན་ཡུལ་ཆོས་གཏེར་གང་ཕུལ་བའི་ཚུལ་བྱས་ཀྱང་རྒྱལ་བའི་ཐང་ཆེན་ཆེན་པོའི་མདུན་དུ་གསོལ་བས་གསོལ་བས་གསར་པའི་གསོལ་ཇག་ཞུ་བ་ལྟར་དགོས་སོ། ཡིད་ཆེས་ཕལ་ཆེར་ཀུན་ལ་ངང་སོགས་ལག་པ་གཉིས་ཡར་བཀྱགས་ནས། རྒྱལ་བ་ཐང་ཆེན་ཆེན་པོ་ལ་གསོལ་བས་གསར་པ་ཞིག་གིས་གསོལ་ཇག་ཞུ་བ་ནོར་བཞིན་དེ་འདྲ་བྱེད་དགོས་ར་མ་ཏོག་ལག་པ་ཡར་ཕྱེས་ཡོད་པས་སྤྲང་པོ་ལ་ལྟོས་བལྟས་ནོར་བཞིན་དེ་འདྲ་དཀོན་མཆོག་ལ་ཆོས་པ་ཕུལ་རྒྱུ་མ་རེད། དཀོན་མཆོག་ལ་བས་གོ་བ་ཆེན་པོ་བྱེད་ཅིང་ལག་པ་གཉིས་ཀྱིས་ཡར་བཀྱགས། ཨ་ཏོ་ཟེར་ནས་ཕེབས་དགོས་རེད།

རང་སྐྱོན་འགྲོ་ཆེས་པ་མ་ཟད་སོ་སོ་ཡི་ཁ་འོག་ལག་འོག་ཁ་ཉེ་པོ་དེ་ཚོ་ཁ་མ་ཉེ་ཉེ་དེ་ཚོ་སྐྱོན་འགྲོ་བྱེད་ཤོས་ཟེར་ན་གོ་བྱེད་རེ་བྱེད་ཀྱི་མ་རེད་ལ་ད་ལྟའི་རྒྱབ་སྐྱོར་རྒྱོ་དུ་ཡོད་རེད་བ། སྐྱོན་འགྲོ་བྱེད་ཤོས་ཟེར་ན་ཁ་མ་ཉེ་མཁན་བྱས་ནས་སྔར་སྐྱོན་འགྲོ་བྱེད་ཀྱི་མེད། ཨོ་ཚོད་རྒྱོ་ཡོད་ཡོད་མ་རེད་བ་ད་མི་གཞན་མ་རང་གྱི་ཁ་ཉེ་མཁན་དེ་འདྲ་ཡིན་ན་གོ་རེད། གཞན་ཡང་དཀོན་མཆོག་ལ་དད་གུས་མེད་པའི་རི་ལུང་བ་ནི་ཟེར། ད་དཀོན་མཆོག་སོང་ལ་སྐྱོ་སུ་འགྲུ་བའི་ཕན་ཡོན་དེ་ཡར་དེན་བྱས་ན་ཉིན་ལེགས་སོང་མཚན་ལེགས་སོང་དུ་སྐྱོན་སུ་འགྲུ་གོ་རེད། དཀོན་མཆོག་སོང་ལ་སྐྱོན་ནི་ཡང་དག་དུ་འཛིན་ཅིང་ཁྱོད་ལ་སྐྱོན་འགྲོ་བྱེད་ཀྱི་ཡོད་མ་རེད་ཟེར་གསུམ་པ་ཉིན་པས་གཡོ་སྒྱུ་བྱེད་པ་དང། དེ་ནས་ཡོས་ལྷ་གྱི་དྲི་ལ་སོགས་པ། རྒྱལ་པོ་དང་རྩེ་དང། དེ་ནས་མོ། མོ་མཁས་པ། མོ་བོན་པོ། དེ་སོགས་དང་ལ་ནས། སྤྱོད་འགྲོ་བྱེད་ཀྱི་བ་མ་རེད་དཀོན་མཆོག་ལ་བས་བློ་སྐྱེད་ཀྱི་ནས་བྱ་བ་དེ་འགྲོ་གི་ཡིན་ན་དེ་མ་འགྲོ་བ་ཡོང་གི་མ་རེད། དཀོན་མཆོག་གསུང། གསུང་གོ་མཐའ་ན་གཞན་སྐྱེས་ཀྱི་ཕྱིར་ཡང་མི་སྤོང་བ། སྲོག་གི་ཕྱིར་དུ་ཡང་མི་སྤོང་བ་དང། གཞན་སྐྱེས་ཀྱི་ཕྱིར་དུ་ཡང་མི་སྤོང་བ། གཞན་སྐྱེས་ཀྱི་ཕྱིར་དུ་སྤོང་བ་ཟེར་ནི་ག་རེ་ཟེར་ན་ང་ལྟར་སྐད་ཆ་བཤད་དུས་གོ་ལ་སྐད་ཆ་ནི་ཤོར་འགྲོ་གི་དེ་འདྲ་དུང་བ། ཨ། ང་དཀོན་མཆོག་ལ་བཅོས་སུ་འགྲོ་གི་མིན་ས་རེད་མ་གཏོགས་དཀོན་མཆོག་སོགས་དེ་དག་དེ་འདྲ་རེད། དེ་ཞེ་དྲག་ཡིད་ཆེས་བྱས་ནས་དེ་ཕན་ཡོན་དེ་ཙམ་ཞིག་ཡོང་གི་མ་རེད་ས་རེད་མ། བཙུན་མོ་ཕན་ཆེན་ཡང་དེ་ནས་དེ་འདྲ་བཤད་ཆོག་གི་མ་རེད། དཀོན་མཆོག་གསུམ་ལ་བཙུན་མོ་ཡན་ཆད་བློས་གཏོང་ཆོག་གི་མ་རེད། སྲོག་གི་ཆེད་དུ་ཡང་བློས་གཏོང་ཆོག་གི་མ་རེད་ཟེར་བ་ལྟ་ཚུལ་ཡིན་པ་རེད། སྤྱང་གྲུང་གཏོང་ན་ནོངས་པའི་ཡི་དྲ་ནས་འབད་འགྲོ་ཞིག། ནོངས་པ་མ་ཡིན་ན་རྒྱའི་ཚུལ་སློང་དང་བྱང་ཆུབ་སེམས་དཔའི་རེ་དང

དེ་དག་དང་མི་མཐུན་པའི་སྟོན་པ་ལ་སོགས་པ་གསུངས་ལ། ནང་པ་སངས་རྒྱས་པའི་སྟོན་པ་དང་མི་མཐུན་གྱི། སྟོན་པ་ཤེས་རབ་ལ་སོགས་པ་དང་མི་མཐུན་པའི་སྟོན་པ་ལ་སོགས་པ་དེ་ཚོ་ལ་ཅོག་ཙེ་བསྒྲུབས་སོང་ན་ད་ག་སྟོང་ཚར་བ་རེད་ཅོག་འབྲུ་སྟོང་ཚར་བ་རེད། ནང་པ་སངས་རྒྱས་པའི་ཆོས་དེ་མ་ཡིན་པ་ཆོས་གཞན་མ་ཅིག་ལ་ཅོག་ཅོག་པ་ཡིན་ན། ཆོས་དཀོན་མཆོག་ལ་ཅོག་ཙེ་བསྒྲུབས་པའི་ཅོག་འབྲུ་དེ་སྟོང་པ་རེད། དགེ་འདུན་ལ་ཅོག་ཙེ་བསྒྲུབས་པའི་ཅོག་འབྲུ་དེ་ཡིན་ན་གྲུ་ཉིས་པ། དཀོན་མཆོག་གསུམ་ཁས་མི་ལེན་གྱི་དེ་ཚོ་དེ་བསླུ་བསྐྱེད་བྱས་ནས། ཕན་ཚུན་གཉའ་གསང་གཉའ་མཐོང་བྱས་ཁོ་ལ་གྲོགས་པོ་བྱས་ཁོ་ལ་བསླུ་བསྐྱེད་རེ་བྱས་པ།

ནག་ཉེས་ཆེན་པོ། ནག་ཉེས་ཆེན་པོ་ཞེ་དྲག་སག་ཐག་ཡིན་ས་ད་རྒྱལ་པོའི་ཁྲི་ལ་ལྟོ་གོར་བ་ཡེ་ན་ཡང་རང་ལ་བན་རྒྱ་རྒྱལ་གྱི་གེགས་ཀྱི་དཔོན་པོ་ཆེན་པོ་གཅིག་ཡོད་ཨ་སོ་སོ་དྲ་མོ་ཆེ་བློ་བདེ་བདེ་བྱས་ནས་ཁོ་བློ་སྐྱེས་ཀྱི་རོ་དེ་ནང་བཞིན་དེ་ནས་ང་རང་ཚོ་སྡེ་པ་ཆེན་པོ་ས་ནས་གཤིན་རྗེའི་ཁྲི་རལ་ལ་ལྟོ་གོར་བ་གཤིན་རྗེའི་ཁྲི་རལ་ལ་ལྟོ་འགྲོ་དེ་ད་ལྟ་ང་ང་རང་རང་ལ་བལྟ་བ་ཡིན་ན་ད་གཤིན་རྗེའི་ཁྲི་རལ་ལ་མ་ལྟོ་འགྲོ་ཡས་མ་རོག་འགྲོ་ཡས་ཡོང་མ་འགྲོ་ཡེ་ན་ཡང་ང་ལ་མགོན་མཆོད་དང་སྤོ་ཉུལ་བཟང་པོ་གཅིག་ཡོད་ཨ་སོ་སོ་དྲ་མོ་ཆེ་ནས་བློ་བདེ་བདེ་བྱས་ནས་བསྡད་ཀྱི་རེད་བ་འོ་དེ་ལྟ་བུ་གཅིག་དགོས་རེད།

བྱང་ཕྱོགས། སྨན་སྐུར་གཉིས་པ་ད་ལྟ་དེ་ཅིས་མ་སྲིད་ཀྱང་སྤྱི་སྒྱུར་གྱི་ལས་གཏོད་ཆེན་མང་པོ་ཡོད་ས་ལ་མ་སྨྱོས་པ་ཡོད་ཀྱི་དེ་དག་མ་ཤི་ཡི་ཚུལ་ལ་སྦྱོང་མི་ནུས་པའི་ཚུལ་དང་དེ་མ་ནུས་ན་དེ་ཅི། དེ་དེ་ཅི་གཉིས་པས་ཚུལ་དེ་སོང་ནས་བརྗེད་ཕྲ་བློ་གཅིག་དེ་ནི་སྨན་སྐུར་གསུམ་པ་དེ་ལྟ་བུ་ངེས་སོང་དེ་ལས་སྤྱོད་པའི་སྤྱོད་ཡུལ་ལྡན་རྣམས་ལ་མཁྱེན་བརྩེ་ནུས་སོ་ཡོན་ཏན་དཔག་མེད་མངའ་བས་དེ་ལྟ་བུ་སྤྱོད་བརྩེ་མཐུ་ཡོད་པ་རྟོགས་ལེགས་སྙམ་དུ་སྤྱོད་འགྲོ་བྱ་བ་སོགས་རེ་འདྲི་སོང་ཟེར་སྙིང་དབང་ཡོངས་སེམས་སྐྱོང་སྐུ་ལ་སྨན་སྐུར་གསུམ་སོང་བྱས་ནས་དང་པོ།

ད་ཡོན་ཏན་ཤེས་པའི་སྒོ་ནས་སྐྱོ་ཟེར་བྲི་བ་དེ་ལ་དེ་ནི་སངས་རྒྱས་ཀྱི་ཡོན་ཏན་ཆོས་ཀྱི་ཡོན་ཏན་རྒྱས་འགྲོས་ཀྱི་ཡོན་ཏན། སངས་རྒྱས་ཡོན་ཏན་ཞེས་པ་དེ་ལ་སྐུ་ཡི་ཡོན་ཏན་གསུང་གི་ཡོན་ཏན་ཐུགས་ཀྱི་ཡོན་ཏན་ཁེ་ལས་ཀྱི་ཡོན་ཏན་ཟེར་བ་སོ་སོའི་ཡོན་ཏན་སོ་སོ་སོ་སོ་ནས་སོང་ཆོས་ཀྱི་ཡོན་ཏན་བྲི་བ་དེ་ལ་ཡང་ནི། སངས་རྒྱས་ཀྱི་ཡོན་ཏན་དཔག་ཏུ་མེད་པ་དེ་ལ་སློབ་པ་ལམ་གྱི་གནས་སྐབས་སུ་ཆོས་ཉམས་སུ་བླངས་པ་ལ་དེ་ནི་བྱུང་བར་གསུངས་བསོད་ནམས་ཀྱིས་བྱས་པ་ཡིན་ན། འབྲས་བུ་དེ་ཕན་ཡོན་ཆེན་པོ་ཡོད་པར་བྱུང་བ་ཡིན་ན་དེའི་རྒྱུས་དེ་ལ་ཡང་དེ་ནི་དད་པ་སྐྱེ་འོང་ཞིང་ཕྱག་རྒྱར་བ།

སྐྱོ་སུ་འགྲོ་དགོས་རེད། སྐྱོ་སུ་འགྲོ་བའི་ཚེ་དེ་ན་བློ་སྐྱེས་པ་གཅིག་དགོས་རེད་མ་གཏོགས་ད་ག་ཟེ་ཁ་ཙོང་ཚིག་ཙོང་གཅིག་སྦོང་ཐེལ་ས་ནས་སྐྱོན་འགྲོ་གཅིག་ངོ་མཚུངས་པོ་མ་རེད། བྱེ་ཙོང་གཅིག་སྐྱོ་སུ་སོང་བའི་ཚེ་ཟིན་གྱི་རེད། ད་སྐྱོ་སུ་སོང་བའི་ལྷོག་ཆ་ཟིན་ཡིན་ཏེ། ཐུན་མོང་བའི་ལྷོག་ཆ་དང་སོ་སོ་བའི་ལྷོག་ཆ་གྲོ་རེ་གྲོ་རེ་འདུག་ཨང། གྲོ་རེ་གྲོ་རེ་ཡོད་པ་བཅས་ཨོ་དེ་ཚོ་གང་ཉེ་ཉེ་ཏག་ཏག་བྱས་བྱས་ནས་དགའ་པའི་ལྷོག་ཆ་སོང་པོ་དེ་ཕ་དགའ། འགྲོ་པའི་ལྷོག་ཆ་སོང་པོ་དེ་རང་གིས་ཅི་ནུས་ཅི་མྱོང་སུ་མྱོང།

དེས་ན་ང་ཚོས་ངན་སོང་དུ་འགྲོ་ག་ལ་ག་དེ་འདྲ་ཞིག་བྱེད་པ་ཡིན་ནའི། གཉིད་ཐག་པ་ནས་དཀོན་མཆོག་ཏུ་ལུས་སྐྱེས་ནས་བཅོས་སུ་བསྒྲུབས་པ་ཡིན་ན་ངན་སོང་ལས་ཡར་ཐག་བྱས་ནས་གནས་གོང་མ་ཅན་དུ་ཤེས་ཀྱི་ཡོད་པ་དེ་རིག་པ་དེ་ལ་བརྟེན་ནས་འགྲོས་ཐུ་བུར་བ་ཐོག་དེ་བཅོས་སུ་སོང་ཡང་གི་ཕན་ཡོན་དག་ཕྱི་ཤུ་ཕྱི་ཤུ་དེ་དག་ངན་སོང་དུ་མི་གཏོང་བ་སོང་ཡིན་ཏེ། ངན་སོང་དུ་མི་གཏོང་བ་སོང་ཡིན་ཏེ། ད་ནི་ཉུང་དུ་འཚོང་རྒྱ་བ་སོང་ཡིན་ཏེ། ཚེ་འདི་ལ་སྤྱོད། དཀོན་མཆོག་གསུམ་པོ་དེ་ལ་ཡིད་ཆེས་ཀྱིས་དད་པ་བྱས་ནས་ཡང་ནས་ཡང་དུ་སྲོག་ལམ་སྤངས་པ་ཡིན་ནའི་ཤི་ཚར་སོང་ནས་དཀོན་མཆོག་ཏུ། མ་འདྲེས་པ་བཅས་བྱས་ནས་དཀོན་མཆོག་ཏུ་ཁྲེལ་ཡོད་པ་སངས་རྒྱས་ཀྱི་བསྟན་པ་དང་བརྒྱད་བཀོལ་སྤྱོད་གསུམ་པོ་དེ་ཡང་ནས་ཡང་དུ་ཡིད་ལ་བྱེད་པ་ཡོད་ཁུལ་དགོས། ཚེ་འདི་ཉིད་ལ་ནི་ཤི་ཁ་ལ་ཁ་དེ་ཡང་མ་བརྗེད་པར་བྱས་ཏེ་ག་རེ་ཟེར་ན་ད་ལྟ་ཉིད་ནས་བློ་ལས་གོང་བར་བཅུག། དཀོན་མཆོག་གི་ཡོན་ཏན་དེ་དག་ཡང་ནས་ཡང་དུ་གོང། ཡང་ནས་ཡང་དུ་གོང་བྱས་ཚེ་ཡང་ནས་ཀྱི་མ་ཤི་ཁ་ལ་ཁ་རེ་དེ་ག་ལ་སྡུག་བསྔལ་གྱི་འཚོ་བ་དྲག་པོ་གས་འཕྲོ་ཚོགས་པོ་མ་རེད་ལ་སྡུག་བསྔལ་གྱི་འཚོ་བ་དྲག་པོ་བྱུང་བ་ཡིན་ནས་དཀོན་མཆོག་རྗེས་སུ་དྲན་པ་དང་མི་འདྲ་བ་དེ་འདྲ་ཡོང་གི་རེད། བཀོལ་སྤྱོད་རྗེས་སུ་དེ་བས་མི་འདྲ་བ་ཡོང་བས་ས་གནས་གཞི་རྩ་སོ་ན་ཉེན་སྲུང་དུ་མི་ལྷུང་བ་དེ་འདྲ་ཡོང་གི་རེད་ཟེར་ནས་འོ་དོད་སོང་བ་རེད། དེ་ལས་ཉེན་པ་ཆེ་ད་གསུམ་པ་དང་ས་སྤྱོད་དེ་མ་ཀློག་གི་ཡོད་དོ། ང་དང། དེ་ནས་སྡུག་བསྔལ་སངས་པའི་སྒོ་ནས་བརྗེད་ཕྲ་བྱེད་པ་དང། དེ་ལས་སྐྱོབ་པའི་ནུས་པ་དཀོན་མཆོག་ལ་ཡོད་པས་ཡིད་ཆེས་ཀྱི་དད་པ་གཉིས་པོ་དེ་མེད་དུ་མི་རུང་བ་བྱེད་ནི་དེ་གཉིས་ནི་རྒྱུའི་གཙོ་བོ་གཉིས་པོ་དེ་བྱ། དེ་གཉིས་མེད་པ་ཡིན་ན་དེ་ནི་སྤྱོད་འགྲོས་ཡོངས་རྫོགས་ཆོད་ནས་མེད་པ་དེ་གཉིས་ཇི་ཙམ་གྱིས་ཤུགས་དྲག་བ་ཙམ་གྱིས་སྤྱོད་འགྲོས་དེ་ཙམ་གྱི་ནུས་པ་ཆེ་རུ་འགྲོ་གི་ཡོད། དེ་གཉིས་ཁ་ཙོང་ཚིག་ཙོང་གྱི་མ་དུ་མེད་པ་ཡིན་ན་ཅོ་འདྲུའི་དེ་ཙོང་གི་མ་དུ་མེད་པ། དེ་རྒྱུ་གང་ལ་ཐོན་ནས་སྐྱོས་སུ་འགྲོ་བ། ཡུལ་གང་ལ་ཐོན་ནས་སྐྱོས་སུ་འགྲོ་བའི་དེ་ལ་སྐྱོ་ཡུལ་ངོས་བཟུང་བ་དང་དེ་སྐྱོས་སུ་ཡོད་པའི་རྒྱུ་མཚན། སྐྱོ་ཡུལ་ངོས་བཟུང་བ་དེ་ལ་རོ་སངས་རྒྱས་ཆུ་དང་རྒྱན་སྟོན་ཏེ་ཐར་པ་འདོད་པ་རྣམས་ཀྱིས་སྐྱོབས་ཟེར་ནས་ད་ཐར་པ་འདོད་མཁན་གྱི་གང་ཟག་ཅིག་ཡིན་པ་ཡིན་ན་ངེས་པར་དོན་སྐྱོས་སུ་ཡོད་པ་དེ་དེ་གསུམ་ཁོ་ན་མ་གཏོགས་གཞན་མེད་པ། སངས་རྒྱས་དང་ཆུ་དང་རྒྱན་སྟོན་གསུངས་པ་དེ་ཁོ་ན་མ་གཏོགས་གཞན་སྐྱོ་གཞན།

ཨ་ནི། ནང་གི་བྱིས་པ་མཐོང་ཆོས་ལ་སྤྲུལ་བའི་སྤྱན་དེ་ཡིས་འོང་གི་ཕྱི་ཡི་བྱིས་པ་གང་གིས་ཀྱང་མི་ཚུད་པ། མེ་ཡིས་མི་ཚུད་ཆུ་ཡིས་མི་ཚུད་རླུང་གིས་མི་ཚུད་དེ་འདྲའི་ཚུལ་ནི་གང་གིས་མི་ཚུད་པ། དེ་ཕྱིའི་དེ་ནི་མེ་དང་མེ་མ་ཡིན་གྱི་གནོད་པ་ཇི་ཙམ་བྱེད་ཀྱང་དེ་བཞིན་གཤེགས་པ་ལ་དེ་གནོད་པ་གྱིས་མི་ཚུད་པ་ཁ་ཚོན་ཞུགས་ན་རིག་ཅེས་བྱ། ད་གཞན་བྱིས་པ་མཐོང་ཆོས་ལ་སྤྲུལ་བའི་མཐའ་ལ་ཁེལ་བ་སོགས་ད་རང་བྱིས་པ་ལས་གྲུབ་པ་ཡིན་ནས་གཞན་བྱིས་པ་ལ་སྤྲུལ་བའི་མཐའ་ལ་མ་ཁེལ་ན། མ་བྱ་བ་གིས་དེ་ནི་བུ་ཆུ་འཆི་བ་ལ། རྟགས་དེ་ཚོ་ཅི་བ་རེད། དེ་ཡིག་ས་ནི་བུ། ཆུ་ཆེ་བ་དེ་ཡར་ཐར་བར་བྱེད་པ་ལ་མ་དེ་ནུས་པ་དང་འདྲེས་པ་ཅུང་འགོ་བ་རེད། མ་དེ་བུ་དེ་ཡར་གྲོལ་བར་བྱེད་པ་ལ་ནུས་པ་དེ་ག་རེ་འགོ་ཞེ་ན་ད་རྐང་ལག་ལ་སོགས་པ་ཐང་ཐང་ཡོད་ཁྱེད་ཀྱི་མགོ་སྒུར་བ། རྒྱ་བས་རྒྱ་བས་ལ་བལྟས་པ་བྱེད་པ་ཡིན་ནའི་དེ་འགྲིག་མ་བྱ་རང་བྱིས་པ་ལས་མ་གྲོལ་ན་གཞན་བྱིས་པ་ལས་གྲོལ་མ་ཐུབ་པ། ད་གཞན་བྱིས་པ་ལས་གྲོལ་བའི་ཐབས་ལ་མཁས་པ་ཅིག་མེད་པ་ཡིན་ན་ཐབས་མ་མཁས་པས་ཡིན་ན་དེ་ནི་གྲོལ་ཐུབ་ཀྱི་མ་རེད། དེ་ཐབས་མཁས་དེ་ག་རེ་ཟེར་ན་དེ་བཞིན་བྱིས་པ་སྔ་སོར་བ་ལང་ཕྱིར་གནས་སྐབས་སུ། ཚོགས་གཉིས་མཐར་ཕྱིན་པ་དེ་འདྲ་བྱུང་བ་ཡིན་ཟེར་ཙང་གཞན་བྱིས་པ་ཐམས་ཅད་ལ་སྤྲོ་བའི་ཐབས་ལ་མཁས་པ་ཞིག་གང་ལ་གང་འཚམ་གྱི་ཆོས་གསུང་ཐུབ་པ། གདུལ་བྱ་ཡི་གེ་ཆོས་གང་དང། ཉོན་མོངས་པ་དང་བག་ལ་ཉལ་ལ་སོགས་པ་ཇི་ལྟར་ཡོད་པ་དེ་བཞིན་དུ་མངོན་སུམ་དུ་མཁྱེན་ཅིང་ནི། གང་ལ་གང་འཚམ་གྱིས་ཤུགས་དེ་མ་ལུས་པར་སྟོན་ནུས་པ་ཡིན་ཟེར་ཙང་གཞན་བྱིས་པ་ཐམས་ཅད་ལ་སྤྲོ་བའི་ཐབས་ལ་མཁས་པ།